གཙང་མ་ལོ་ལ་ཞོགས་པའི་ཆ་ལ་འཛམ་འབྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཨ་ནི། ཏ་ད་དེ་ད་ང་སྣུམ་ཆུ་ཡིན་པ་སྐྲ་ལ་སྣུམ་ཆུ་ཨ་ནི་བ་ཅུ་རེ་རེ་བསྡམ་བཞག་ཡོད་ར་ཨ་ནི། ད་ཁྱེད་རང་ཡང་ངའི་སྣུམ་འདི་བེད་སྤྱོད་གཏང་གི་ཡོད་ཤག་རེད་ར་ཨ་ནི་སྣུམ་ཉོས་ཚར་ནས་ངའི་རེ་སྒུག་ལ་ཨུ་ནི་ཁ་ཟ་ངའི་རེ་བ་རང་ཡིན་ལའོ།

བཀྲིས་ཤག་གི་མིང་དེ་རྨི་ལམ་ཟེར་ནས་བཞག་དགོས་པའི་གི་རྒྱུ་མཚན་གང་ཙམ་ཅི་ད་ངའི་ཁ་ཚང་བརྙན་གི་བརྙན་དང་པོ་དེ་ནང་ན་གླུ་བཞག་ཡོད་ཨ་ཤེས་བཞག་ཡོད་ར་ཡིན་ན་ཡང་ད་འདུག་ཁོ་ལྟར་འཁྲོལ་ཡིན་ས་མ་རེད་བསམ་བསམ་འགྲོ་ཅི་ཞེ་ན་ངའི་སྐད་ཆ་མང་དྲགས་ཡིན་ན་གང་ལྟར་ཡག་པོ་ཅིག་གོ་མི་འདུག་བསམ་པའི་ཚོར་སྣང་རེ་བྱུང་ས་འོ་དེ་ཡང་ངས་གསལ་བཤད་ཅིག་གོ་ནས་བྱས་འདོད་པ་བྱས་འདོད་པ་བྱུང་ས་ར་དེ་བྱས་ཨ་ནི་གཉིས་པ་དེ་ངས་དེ་ནས་ད་ང་ལ་འདྲེས་པ་བྱེད་ཡུལ་ཅིག་ཡོད་མ་རེད་འདྲེས་པ་དེ་ཁྱོད་རང་འདི་གང་ལ་ཕྱི་ཐུབ་ཀྱི་རེད་ལ་ཡ་ཅོ་མ་རེད་ངས་འདི་ཁ་པང་འདྲ་བཞག་འོ་ར་ཨ་ནི་འདི་ང་རང་རང་གི་ཁ་པང་འདྲ་རེད་ཨ་ནི་འོ་འདི་གང་ལ་འདྲེས་པ་བྱེད་རོགས་བྱེད་ལ་ནི་ཤོན་ར་ཨ་ནི་ཁྱོད་རང་ཁ་ཚུགས་གོ་ན་ཡང་གང་འདུག་གོ་ན་ཡང་ཨ་ནི་ང་བཏང་ཤོམ་ན་ངའི་ཁ་བ་ཁ་ས་ཆ་གང་དུ་ཡིན་ན་ཡང་ངས་བཏང་ཐུབ་ཀྱི་ཡོད་རེད་ཨ་ནི་འོ་འདི་ཅིག་བྱས་ལྷག་པར་དུ་ངས་འདི་ལག་གཉིས་ཁྲུས་བྱུང་ང་ཚོའི་གི་ད་ལྟ་ཏྲི་ཤ་རི་མོ་བྱོ་མ་རེད་རི་མོ་དེ་ཡིན་པར་ཅིག་ཡིན་ན་ཡི་གེ་བྲི་ཡ་དེ་ད་དཔེ་ན་ཆ་བཞག་པར་བྱས་ན་ཁྱེད་རང་གི། མིང་གོ་གི་ཡོད་ན་ཡང་བྲིས་ཤེས་དེ་གའི་སྒང་ལ་མིང་བྲིས་གོ་གི་ཡོད་ན་ཡང་ང་ཚོས་བྲིས་ཀྱི་རེད་ལ་ནི་ཞོ་ཡམ་པ། འདི་འོ་དེ་ཁ་ཚང་གཅིག་ལ་ཡ་གཅིག་དྲན་པ་བྱེད་ཤེས་ར་འོ་དེ་འདྲས་སོང་དང་ཨ་ནི་ཡིན་ཡིན་མང་པོ་གཅིག་ང་བྲིས་ཤ་དེ་ངས་བྲིས་ཤ་དགའ་བོ་བྱེད་ཤ་འབྲེལ་བ་ག་འདྲས་སེ་ཆུ་གོ་རེ་ངས་ག་འདྲས་སྔ་གོ་རེ་བས་ལེགས་འདུག་ར་ཨ་ནི་ཁྱོད་ཚང་མ་ལ་ང་ང་ཡི་དེ་ལ་དོ་སྣང་བྱས་པ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་ཡ་གཅིག་བྱས། ཁ་བཟོ་རེད། ང་ལ་ཚོགས་ཞུགས་པ་ཡང་མང་པོ་གསར་བ་ཨོ་སི་ཀྲེ་ཤི་ར་ངོ་ནས་སེམས་པ་དཔའི་གའུ་ཆུང་སི་ར་ཉིང་ཐག་པ་ནས་བཀའ་དྲིན་ཆེ་ལན་འདེ་ཅིག་ཞུ་ཉེ་འཁྲུལ་སི་ར་ད་དང་པོ་དེ་ང་ལ་ཡ་ད་བསམ་ཚུལ་མ་མཐུན་པ་ཟེར་གོ་མ་རེད་ཁོ་རང་ད་ངའི་འོག་ལ་བསམ་ཚུལ་དྲི་ཉན་དེ་དང་ང་གཉིས་ཀྱི་བསམ་ཚུལ་དེ་དེ་མཐུན་གྱི་མི་འདུག་ལས་ཅོ་འོ་དེ་ཡིན་པ་ངའི་ཚོད་ཤི་དམར་པོ་ཡ་ངའི་ད་ཆོས་པ་གོས་ཡ་གི་ཏྲི་ཤར་དེ་དམར་མོ་དེ་གི་སྒང་ལ་ཡི་གེ་དཀར་པོ་དེ་བྲིས་ནས་ཨ་ནི་ཡག་པོ་མི་འདུག་ད་གང་ད་ལེན་པོ་མི་འདུག་འགྲོ་ཅིག་ལབ་བཞིན་འདུག་དེ་ངས་གར་བྱིན་ནས་གང་བྱིན་བྲིས་རེད་ལ་ད་ང་དེ་ཁོའི་ལག་ན་ག་རེ་ཟ་བ་པྲང་དང་ད་གང་ད་སྨུག་པོ་དང་རྒྱ་སྨུག་དེ་འདྲའི་དྲི་བོར་ཟད་དེ་འདྲའི་ངས་ཚོད་ལྟ་མང་པོ་བྱིན་ར། དེ་ཚོད་ལྟ་བྱེད་དེ་དང་པོ་ངས་ད་ལྟ་གཙོ་བོ་དེ་བྲིས་ཡ་དེ་ག་རེད་ལ་ན། གདམས་ངག་འདི་ར་གདམས་ངག་སོང་གདམས་ངག་ལན་བྲིས་བྱ་འུར་བ་ལ་འུར་མཁན་ཆེ་ཆེ་མོ་ཕུན་ཚོགས་ཀྱིས་གདམས་ངག་དེ། ང་རང་ཚོ་གི་སྤྱི་ཚོགས་ནང་ལ་མཐོང་བ་བྱེད་ཡ་དང་གསར་བ་བྱེད་ཡ་བྱེད་དུ་ར་ཨ་ནི། ད་ངས་དམར་མོ་དེའི་སྒང་ལ། སྨུག་པོ་དང་རྒྱ་སྨུག་དང་དེ་འདྲས་བྲིས་བྱ་ན། སྨྱུག་གུ་སྨྱུག་གུ་འདྲ་བོ་འགྲོ་ངེས་ལས་ཤེས། ཚོང་ཁང་ལ་མི་ལས་ཟ་ཡང་འདི་ཕར་ཆས་འགྲོ་ཟ། ཨ་ནི་ཁ་ཆེ་ན་ན། འོ་དེ་རྒྱུ་མཚན་ལ་བྱས་ན་ང་ཚོས་ཚོད་ལྟ་མང་པོ་བྱིན་ར་དམར་མོ་སྒང་ལ་སྨུག་པོ་ཁྲིད་ན་ག་འདྲས་འདུག་གོ་མེད་ན་རྒྱ་སྨུག། ད་ག་འདྲས་རེད་ཚོད་འདྲ་ག་རེ་བཏང་ན་ཡག་པོ་འདུག་འདུག་ལྟ་དུས་ཙམ་པ་ཨ་ནི་དཀར་པོ་རང་རེད་ཟེར་ར་ཨ་ནི་འོ་དེ་སོང་ཙང་ང་ཚོས་ད་ལྟ་དཀར་པོ་ལ་ཐག་བཅད་ཤག་པ་ཡིན་ར། གཅིག་འདི་བྱས། གཉིས་ནས་གར་ཁྲིད་འདུག་ལ་ན། རྨི་ལམ་ལ་ནི་ཁྲིད་ད་མི་ལམ་ལ་ན་ག་རེ་རེད་ལ་ཞེས་རྨི་ལམ་ཟེར་དགོས་པའི་རྒྱུ་མཚན་འདི་ངས་ཁ་ཚང་མང་པོ་ཞིག། འདྲེ་ཞིག་བསྐྱལ་ཡོད་ར། ཡག་པོ་གོ་ཚོད་ཡིན་ས་མ་རེད། རྨི་ལམ་ལ་ནི་གལ་སྲིད་ད་ཁྱེད་རང་གི་བསམ་པ་ནང་བཞིན་བྱེད་ཆ་ངའི་ཏི་ཤར་དེ་གང་ལ་རྨི་ལམ་ལ་ནི་བྲིས་བཞག་ན་ཁྱེད་ཀྱི་འཇིགས་མེད་ཕུན་ཚོགས་ཀྱི་གདམས་ངག་དེ་ག་རེ་བྱེད་ག་ལ་ཡིན། དེ་རྨི་ལམ་མ་རེད་བ། ངས་རྨི་ལམ་བྲིས་དགོས་པའི་རྒྱུ་མཚན་ག་རེ་ལ་ན། ཁྱེད་ཀྱི་འཇིགས་མེད་ཕུན་ཚོགས་ཀྱི་གདམས་ངག་དེ་ནང་བཞིན་འགྲོ་ཐུབ་ངེས་འདི་འགྲོ་བ་རེ་ཕྲུག་གིས་ཡོད་ར་ད་སེམས་ཅན་ཡོད་ར་བ། ནང་ལོག་ནི་མི་གཅིག་པོ་རེད་བཞག། རང་ཚུགས་མ་ཤོར་གཞན་སེམས་མ་དཀྲུག། ལ་ཚིག་དེ་ཡི་གི་ལག་ལེན་བལྟ་ཐུབ་ཉེན་དེ་སུ་རེད་ལ་ན་མི་གཅིག་པོ་རེད་ཤག་བྱས་ཙང་ངི། དེ་ལག་ལེན་བལྟ་ཐུབ་ཉེན་དེ་མི་གཅིག་པོ་རེད་ཤག་ཨ་ནི། དེ་གང་ལ་ངེས་པ་དུ་འགྲོ་དགོས་ཉེན་དེ་སུ་རེད་ལ་ན་དམ་ང་དེ་གི་གང་ལ་ངེས་པ་དུ་འགྲོ་དགོས་ཉེན་དེ་སུ་རེད་ལ་ན་མི་རེད་ཤག་བྱས་ཙང་ངི་ཀྲི་ཤར་དེ་གི་མིང་ལ་མི་ལམ་ལ་ནི་ཤག་གོ་རྒྱུ་མཚན་དེ་འུ་དི་རི་ར་ཏག།

ག་རེ་ཡག་པོ་ཡོད་ལ་ན། སྤྲིན་ཤར་དེ། གྱིག་གི་འདྲེས་པ་ཁྱོན་ནས་ཡོང་བ་མ་རེད། གྱིག་ག་ཇི་ཡ་གྱིག་ཁྱོན་ནས་འདྲེས་པ་མེད་སྐྱོར་རེ་རེ་རྐྱང་ཡིན་པ་དེ་བྱས་རྒྱུ་བྱ་དེ་བྱས་ད་དེའི་སྤྲིན་ཤར་དེ་མང་པོ་ཡོད་རེད་ད། གྱིག་ཁྱོན་ནས་འདྲེས་པ་མེད་སྐྱོར་རེ་རེ་རྐྱང་ཡིན་རྒྱུ་གྱི་སྤྲིན་ཤར་མང་ཐག་ཆོད་རེད་དེ་ནས་ག་རེ་ཡོད་རེད་ལ་ན། ཚིག་དེ་ཚིག་དེ་ང་ཚོ་ཀྲི་ཤྲཱི་ཚང་མ་ནང་ལ་ཡོད་མ་རེད་ཚིག་དེ་རང་ཚུགས་མ་ཤོག་གཞན་སེམས་མ་དཀྲུག་ལེ་གི་གདམས་ངག་ཚིག་དེ་ཡོད་རེད་ར། སོན་ཙང་ངའི་ཀྲི་ཤྲཱི་འདི་བརྙན་པར་སྤྲད་ན་ཧང་སང་ཡག་ཡག་པོ་ཡོད་ལེ་གི་རྒྱུ་མཚན་འདི་རེད་ར་བྱེད་སྟངས་ཀྲི་ཤྲཱི་མང་པོ་ཡོད་རེད་པ་ཡིན་ན་ཡང་དེ་ཕ་མའི་སྤུ་གུ་ལ་བརྙན་པར་སྤྲད་ན་ཡང་ཡག་པོ་ཞེ་པོ་ཡོད་ར་ཨ་ནི་སྤུ་གུའི་ཕ་མ་ལ་སྤྲད་ན་ཡང་འགྲིག་ཡོད་རྒན་པའི་གཞོན་པ་ལ་ཉན་པར་སྤྲད་ན་ཡང་ཧ་ཅང་ཡག་པོ་ཡོད་ལ། གཞོན་པས་རྒན་པ་ལ་སྤྲད་ན་ཡག་ཐག་ཆོད། དེ་ནང་བཞིན་བྱས། རྒན་གྱིས་དགེ་ཕྲུག་ལ་ཉན་པར་སྤྲད་ན་ཧང་སང་ཡག་པོ་ཡོད། དགེ་ཕྲུག་གིས་དགེ་ལ་སྤྲད་ན་ཡང་ཡག་ཐག་ཆོད་ཡོད་ལ་ནི་གཞོན་པ། གར་ཕྱིན་ན་ན། མི་ལམ་ཟེར་བའི་ཚིག་དེ་བསམ་བློ་ཡག་པོ་ཞིག་བཏང་ན། ཚིག་འདི་ལ་འདི་དང་འདི་གཉིས་ངས་ཏག་ཏག་མཐུད་དེ་ཡོད་རེད་བསམ་གྱི་ཡོད་ང་རང་གི་བསམ་ཚུལ་རེད་ད་དེ་ང་རང་གི་ང་རྒྱལ་རེད་མ་གཏོགས་དོན་དངོས་མི་ཐོག་ནས་མཐུན་གྱི་ཡོད་མེད་མི་ཤེས་དེ་གང་ལྟར་ངས་ཅི་བཤད་འདི་གའི་རིན་གོང་རིན་ཐང་ཚང་མ་འདི་ན་ཡོད་རེད་ལས་རང་ཚུགས་མ་ཤོད་གཞན་སེམས་མ་དཀྲུག་ལས་ཀྱི་བསླབ་བྱ་བཟོ་རེད་གདམ་ངག་མཁན་ཆེན་འཇིགས་མེད་ཕུན་ཚོགས་ཀྱི་གདམ་ངག་འདི་ད་འདི་ནང་ལ་དོན་མང་པོ་ཞིག་བསྡོམས་བཞག་ཡོད་རེད། མོ་བཀྲིས་བདེ་ཁྱོད་ཚོ་དེ་ཨམ་ཆོས་ཚ་བོ་ཡིར་དགོངས་དག་ལན་ཞོན་པ། ལམ་དགའ་སུ་ལ་ར་ནི། ཐབས་ཤེས་ཅིམ་དུ་མོ་ནས་ཤི་ན་ང་ཁ་ཚང་ཟ་ཕུ་བུ་ལ་གུང་ཚིང་རི་དར་བ་ཡང། ནས་ཡང་ང་ལས་ཀ་མང་པོ་ཞིག་ཡོད་ཨ་ནི་ད་ཤོད་འགྲོ་དགོས་ཡག་འགྲོ་དང། དེ་ནས་ཡང་སོ་སོ་ཡི་གུང་ཚིང་ཡིན་དུས། ཁ་རས་དེ་སི་དུས་དོད་ལྷོད་ལྷོད་བྱེད་རོགས་མེད་ན་དུས་དུས།

ངོ་དེབ་ནི་ཨ་ནི་ང་ཚོ་མེ་སྲིང་ཅར་ཡོད་ཨ་མེ་སྲིང་ཅར་ནང་ལ་ང་ལ་ཚུ་འབྲེལ་བ་ཅི་བཞག་ན་ཡང་འགྲིག་གོ་རེད་ལན་ཞོན་ཡིན་ཨ་ནི་ཁུ་ས་དེ་ཁ་ཚང་བརྙན་ཧ་ཅང་རིང་པོ་བྱུང་ཞིག་རེད་པ་ཨ་ནི་སྐབས་དེ་རིང་ང་རིང་པོ་ཞིག་ར་ཅིག་མེད་ཐུང་ཐུང་ཅིག་ཨ་ནི་འོ་དེ་ཡང་ངས་ཅིག་མ་ལ་ན་ཡང་ཁ་སོ་ར་ད་མི་ལམ་ཟེར་བ་དེ་ག་རེ་ཡིན་ན་དྲན་ངས་ཁ་ཚང་འབྲི་ཤེས་གག་ཐུབ་ཐུབ་ད་ཡག་པོ་བརྒྱབ་ཡོད་ར་སོང་ཙང་ངས་ད་རིང་ཡང་གོ་ནས་གསར་བཤད་ཅིག་བྱེད་དགོས་ར་ཡང་གོ་མ་ཚོན་མཁན་ད།

ངས་དེ་ད་ལྟ་ག་རེ་ལ་ན་བཀྲི་ཤར་འདི་གི་མིང་གཅིག་པོར་བ་མིང་དེ་ལ་དེ་འདྲའི་འགྲོ་ད་བྱེད་འདྲ་ད་འདྲེ་འདྲ་དེ་ཚོ་ཁྲེ་དེ་ཚོ་དེ་འདྲ་ཚང་མ་ཇི་འགུ་མ་ར་དཔེ་ན་ཆ་ཆ་བ་ར་ཅན་ན་ང་ཚོ་མིག་གི་མིང་ཡིན་པ་ར་ཅན་ན་ཉི་འོད་ལས་ལ་སོགས་པ་དཔེ་ན་བསྟན་འཛིན་ཉི་འོད་ལ་སོགས་པ་ཨ་ནི་དེ་འདྲ་ཡོད་ར་བ་དངོས་གནས་བྱས་ན་བསྟན་འཛིན་ཉི་མི་འོད་ལ་འོ་ར་བ་དེ་འདྲ་མི་འདུག་བ་བསྟན་འཛིན་ཉི་འོད་ལ་སོགས་པ་ག་ར་ཅན་ན་ན་ཁོ

བདག་གིས་གཟིགས་དེབ་ཙམ་ཉན་འགྲོ་དང་མིན་ན་ཡར་མར་ལོན་སྐད་ཆ་ཐུག་ད་དྲིས་ཡག་འགྲོ་དང་དེ་ཚོའི་སྣ་དྲན་འདྲ་ད་མི་ཡི་ལམ་དགའ་འགྲོ་བསྟན་འཛིན་ཉིད་མི་འགྲོ་དེ་འདྲའི་རོ་གཅིག་དྲན་འདྲ་བྱེད་འདྲ་བྱེད་འདྲ་དེ་ཚོ་གལ་ཆེན་པོ་རེད་བ་ད་ལྟ་སྐབས་སུ་བབ་པ་དེ་དོན་དག་རེད་བ་གཅིག་གོ་དགོས་ཀྱི་མེད་བ་སོང་ཙང་ཁོ་མིང་གཅིག་ཡིན་པ་སོང་ཙང་མི་ལམ་ལ་ན་ཨ་ནི་ཁ་ས་མ་འགྲིག་པ་ཁྱོད་ནི་མེད་ལ་ནི་གཞོན་པ།